རྩ་བའི་བླ་མའི་ཞབས་ལ་ཕྱག་འཚལ་ལོ། ཡོན་ཏན་སངས་རྒྱས་ཀུན་དང་མཉམ་ན་ཡང་བཀའ་དྲིན་སངས་རྒྱས་ལས་ཀྱང་ལྷག་པ་ཡི་རྩ་བའི་བླ་མའི་ཞབས་ལ་ཕྱག་འཚལ་ནས། བདག་སོགས་གྲོལ་བའི་བློ་ན་ཆོས་ལ་གྲོང། མ་ནམ་མཁའ་དང་ཉེ་བའི་སེམས་ཅན་ཐམས་ཅད་བསྟན་རྒྱས་བདེ་བ་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ལ་ཅི་ནས་ཀྱང་གོ་བར་བྱ་བ་སྙམ་པས། ཐེག་པ་ཆེན་པོའི་ཀུན་སློང་དང་ཀུན་སྤྱོད་ཀྱི་རིམ་པ་རྣམས་མ་ནོར་མ་བསྒྲབས་ཏེ་ས་བཏབ་སྟེ་སེམས་སྣང་བར་ཞུ། གང་ཞིག་སེམས་པར་བྱེད་པའི་ཆོས་ཀྱི་རིམ་པ། ད་ལྟ་སུ་བ་བ་སྤྱི་ལོ་ཉིས་སྟོང་ཉིས་རྩ་བཞི་ལོ་ཡི་ཕྲག་འགོ་མ་ནི་དོང་སྤྲུག་ཚོགས་ཐེངས་སུམ་ཅུ་པ་ཧྲིལ་བོ་འཁོར་བའི་དུས་སྐབས་འདི་ལ་དངོས་སུ་ཆིབས་བསྒྱུར་བཀའ་དྲིན་བསྐྱངས་གནང་བའི་དད་ལྡན་སེར་སྐྱ་མི་མང་ཡོངས་སུ་རྫོགས་པ་དང། ཁྱེད་རྣམ་པ་ཆ་ཚང་ཞིག་ཕྲག་འགོ་མ་ནི་དོང་སྤྲུག་འདི་ལ་ཕེབས་པ་ལ་འབྱོན་པ་ལེགས། ཐུགས་རྗེ་ཆེ་ཁྱེད་རྣམ་པ་ཆ་ཚང་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་ཡིན། ད་ནས་བདེ་བཞིན་དུ་དྲང་པོ་བརྙན་འཕྲིན་གྱི་བརྒྱུད་ནས་སེམས་ཤིང་གནང་མཁན་གྱི་དད་ལྡན་སྐྱ་སེར་ཡོངས་རྫོགས་པ་ལ་ཡང་གུས་པ་རང་ཉིད་ཀྱི་མཚམས་འདི་ནས་ཆོས་ཀྱི་དཔལ་ཐང་ཅུང་ཟད་ཞིག་ཞུ་བ་འདི་སེམས་ཤིང་གནང་བ་ལ་ཐུགས་ཞེ་ཞོལ་ཡིན། ད་སྐབས་སུ་བབ་པ་ང་རང་གིས་གང་བཤད་ཆོས་འདྲ་བོ་རིམ་པ་ཞིག་ག་རེ་འདྲ་བོ་ཞིག་ངོ་སྤྲོད་ཞུས་རེད་ཟེར་བ་ཡིན་ན། གཙོ་བོ་དེ་ཁྱེད་རྣམ་པ་དག་ད་ལྟ་ཕྱོགས་གཅིག་ནས་ང་རང་སུ་དག་ནང་པ་གི། ནང་པ་ཡིན་པ་ནང་པ་ན་ནས་ཡང་དག་ང་ཚོ་ཁྱིམ་པ་གི་སྡེ་དང་རབ་བྱུང་གི་སྡེ་རྣམ་པ་གཉིས་ན་ཁྱིམ་པ་ཡིན་པ་ཆགས་སྡེར་བ་དེ་ཡིན་ཙང་ད་ཁྱིམ་པ་ལ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ག་རེ་གསུངས་ཡོད་རེད་བ་ཁྱིམ་པ་རྣམ་པ་ཡིས་ཆོས་ག་འདྲས་ཞིག་ཉམས་ལེན་བྱེད་དགོས་རེད་འདིའི་སྐོར་སངས་རྒྱས་ཀྱིས་མདོ་རྣམས་ལ་གསུངས་བཞག་གི་ཡོད་རེད་བ་འདི་ནས་ངས་ད་གལ་ཆེ་བ་ཁ་ཤས་ཤིག་མ་ངོ་སྤྲོད་ཞུ་ཡ་ཡིན་ད་ག་རེ་ར་བོ་གླེགས་ཀྱི་འདུག་ངོ་སྤྲོད་དེ་ག་རེ་གླེགས་ཀྱི་འདུག་ཟེར་ན་དང་པོ་སྐྱབས་འགྲོ་འགྲོ། སྐྱབས་འགྲོ་ཞིག་ཡོང་གི་རེད་བ། གཉིས་པ་དེ་ད་ང་ཚོ་ཁོ་རའི་ཉེས་མིང་འདྲ་བོ་ཆགས་བསྡད་ཡོད་རེད། གསུམ་པ་དེ་ད་ཨ་ནི་ད་ནམ་ཞག་རྒྱུན་དུ་ང་རང་ཚོ་གི་སྦྱིན་པ་གཏོང་བ་གལ་ཆེ་བ་དེའི་སྐོར་ཅིག་ཆགས་བསྡད་ཀྱི་འདུག་བཞི་པ་དེ་ལས་རྒྱུ་འབྲས་གསུངས་དགོས་ཚོར་བ་ལས་རྒྱུ་འབྲས་བཞི་པ་དེ་ཆགས་ཀྱི་འདུག་ལྔ་པ་དེ་ང་རང་ཚོ་ད་ཁྱིམ་པ་ཕོ་མོ་ཆ་ཚང་ཞིག་དགོན་པ་ལ་འགྲོ་དགོན་པ་གི་ཆོས་འཆལ་བྱེད་གནས་སྐོར་བྱེད་ཀྱི་འོར་བ་དེའི་གི་བྱེད་སྟངས་བྱེད་ལུགས།

ཨ་ཁོ་རྣམ་པ་ཁྱིམ་བདག་ཆ་ཚང་ཞིག་ག་འདྲ་ཡོད་ཟེར་ན་བྱང་ཆུབ་ཀྱི་སེམས་དཔའ་བྱང་ཆུབ་ཀྱི་སེམས་དཔའ་རྐྱང་ཆགས་ཐལ་བ། བྱང་ཆུབ་ཀྱི་སེམས་ཐུགས་ལ་འཁྲུངས་རྒྱུ་ཐེག་པ་ཆེན་པོའི་ཆོས་ལ་མོས་པ་ཆེན་པོ་ཡོད་རྒྱུ། སེམས་ཅན་གྱི་དོན་ལ་སོ་སོའི་ཀྱི་དུང་ངལ་ཆེ་ས་ཆེ་ཕྲ་ཆུང་ས་ཆང་བ་ཚང་ཞིག་བཟོད་ཐུབ་པ། སེམས་ཅན་གྱི་དུང་ངལ་བཟོད་ཐུབ་པ། སེམས་ཅན་ཐམས་ཅད་སངས་རྒྱས་ས་ལ་འགོད་ཀྱི་ཡིན་ཟེར་བའི་སྙིང་སྟོབས་ཆེན་པོ་ཡོད་ཐལ་བ་འདི་འདྲ་གྱི་རྐྱང་རྐྱང་ཞིག་ཁྱིམ་བདག་ཞུ་ཡོད་རེད། ཁོ་རྣམ་པ་ཆ་ཚང་ཞིག་གིས་ཨ་ནི་དེ་ཁོ་རྣམ་པ་ཆ་ཚང་ཞིག་གཉེན་ཡོད་ལ་ཞུགས་ཏེ་ནི་གོ་སོ་ཨ་ནི་སངས་རྒྱས་ཀྱི་ག་རེ་ད་ཁྱིམ་ཁྱིམ་གྱི་བསླབ་བྱ་ཟེར་ན་རེ་གོ་དེ་འདྲའི་འདྲ་བོ་ཞིག་ཆོས་ཞིག་གསུང་བ་རེད་བ། ད་དང་པོ་དེ་ཆོས་དེ་གར་ཆགས་ཟེར་ན་སྐྱབས་འགྲོ་སྐོར་ཞུ་ཆ་ཞུས་ཡོད་བ། ད་སྐྱབས་འགྲོ་སྐོར་ངས་ད་མདོར་བསྡུས་ཞུ་གི་ཡོད་རེད་བ། ད་སྐྱབས་འགྲོ་ལ་ཡི་དེ་ང་རང་ཚོ་དཀོན་མཆོག་གསུམ་ལ་སྐྱབས་འགྲོ་ལག་གི་བ་རེད་བ། ཕྱོགས་གཅིག་ནས་ང་ཚོ་ཧི་མ་ལའི་མི་རིགས་ཆ་ཚང་ཞིག་ག་རེ་ནང་པ་རེད་རེད་ཟེར་དྲི་བ་བཏང་བ་ཡིན་ན་ང་ནང་པ་ཡིན་ལག་གི་རེད་བ། ང་ཚོ་ཆ་ཚང་ནང་པ་ཡིན་པས་ཟེར་དྲི་བ་བཏང་བས་ན་ཁྱེད་རྣམ་པ་ནང་པ་ཡིན་ཟེར་ལབ་ཡོད་རེད་བ། ནང་པ་ག་འདྲས་ཅན་ཆགས་སོང་ལབ་བས་ན་ང་ཚོ་སྐྱབས་གནས་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བའི་རྒྱུ་མཚན་གྱིས་ནང་པ་ཆགས་བ་རེད། ད་སྐྱབས་གནས་དཀོན་མཆོག་གསུམ་ག་རེད་ཟེར་ལབ་བས་ན་སངས་རྒྱས་དཀོན་མཆོག། རྒྱུད་ཆོས་དཀོན་མཆོག་རྒྱུད་དོན་དཀོན་མཆོག་ཞེས་དེ་རེད་བ། ད་འདི་གསུམ་ལ་ང་ཚོ་སྐྱབས་སུ་འགྲོ་དགོས་བ་རེད། ད་སྐྱབས་སུ་འགྲོ་དགོས་རྒྱུ་མཚན་གང་ཟེར་ན་ང་རང་ཚོ་ག་རེ་ལས་དང་ཉོན་མོངས་ཀྱི་དུག་ལྔ་ལ་རྟག་ཏུ་སྨོད་པ། ཁོ་རང་ནས་ཁོ་རང་ཆ་འདོད་པ། སྐྱེ་བ་འདི་བཅོས་བུ་མ་བ་སྐྱེ་བ་ནས་ཚེ་རབས་ནས་ཚེ་རབས་བར་སྐྱེ་བ་མང་པོ་ཅིག་ང་རང་ཚོ་ག་རེ་འདོད་ཆགས་གཞི་བདག་གཏི་མུག་གྱོད་གོང་ནས་ཁོ་རང་ཆ་འདོད་པ་ཆགས་བས་སང་ང་ཚོ་འདི་ལྟ་བུ་དུག་ལྔ་ལས་ཐར་བའི་ཆེད་དུ་སངས་རྒྱས་ལ་སྐྱབས་སུ་འགྲོ་དགོས་བ་རེད་ཆོས་ལ་སྐྱབས་སུ་འགྲོ་དགོས་བ་རེད་དགེ་འདུན་ལ་སྐྱབས་སུ་འགྲོ་དགོས་བ་རེད་རྒྱུ་མཚན་འདི་ཡིན། འདི་ལ་བརྟེན་ནས་ང་ཚོ་སྐྱབས་སུ་འགྲོ་གི་ཡོད་རེད་དཱ། བྱས་ཙང་ང་ཚོ་སྐྱབས་སུ་འགྲོ་དགོས་རྒྱུ་མཚན་ག་རེད། འཁོར་བ་ཡི་དུག་ལྔ་ལས་ཐར་བའི་ཆེད་དུ་ཡིན་བསམ་པའི་བསམ་པ་འདི་ཁག་གོ་རེད། ད་འོ་ན་སྐྱབས་སུ་འགྲོ་སྟངས་ག་འདྲས་རེད་ལབ་པ་ཡིན་ན། དད་པ་རྣམ་པ་གསུམ་ཡོད་དགོས་ན་སྐྱབས་སུ་འགྲོ་དགོས་རེད་ཡིད་ཆེས་པའི་དད་པ་དང་བའི་དད་པ། ནི་འདོད་པའི་དད་པ་ལགས་ཀྱི་རེད་མ་རེད། ང་ཚོ་དཔེར་ན་སོ་སོ་འདྲ་བ་ཡིན་ན་ག་རེད། ཨོ། སོ་སོ་ལ་ད་དངོས་པོ་ཆ་ལག་དེ་ཐོབ་འདོད་ཡོད་པ་ནང་བཞིན་ང་སངས་རྒྱས་དགོས་འདུག་རེད་བ། ང་ཆོས་འདི་ཉམས་ལེན་བྱེད་དགོས་འདུག

སངས་རྒྱས་དཀོན་མཆོག་ཆོས་དཀོན་མཆོག་རྒྱུད་དོན་དཀོན་མཆོག་སྐྱབས་སུ་འགྲོ་དགོས་པར་མ་གཏོགས་དེ། ཁ་ས་ན་ད་ལྟ་ལྗོན་ཤིང་ལྟ་བུ་དང་རོ་ཁང་པ་འདྲ་ཁང་པ་འདྲ་བོ་ལ་བོར་བ་དང་དེ་རིང་ཁང་བཟང་ཡོང་གི་འདུག་ཨ་ནི་ཤིང་སྡོང་ལ་ཅིག་ཚོན་འདྲ་མི་འདྲ་བྱུས་ནས་ལྷ་འདྲ་བོ་བསྟན་གི་འདུག་དེ་ཚོ་ལ་སྐྱབས་སུ་འགྲོ་ཡི་ཡོད་མ་རེད་ང་ཚོས་དེ་ཡིས་སྐྱབས་ཀྱི་མ་རེད་རོ། ང་ཚོ་སྐྱབས་ཡས་དེ་ག་རེད་སངས་རྒྱས་ཆོས་དང་རྒྱུད་དོན་གསུམ་གྱིས་སྐྱབས་དགོས་རོ་ད་སངས་རྒྱས་ཆོས་དང་རྒྱུད་དོན་དེ་ཐར་པ་འདོད་པ་རྣམས་ཀྱིས་སྐྱབས་གསུངས་འདུག་ཨ་འདི་རེད་རོ། ད་དེ་ཡིན་ཙང་ཨ་ནི།

ད། དཔེར་ན་ང་ཚོ་སྨན་པ་དང་སྨན་དང་ར་སྨན་ཡོངས་སུ་དེ་འདྲའི་ཡོང་གི་དང་སྨན་ཁང་ལ་འགྲོ་ན་ར་བ་སྨན་ཁང་འགྲོ་སྨན་པ་ཞིག་ཡོང་གི་རེད་སྨན་པ་དེ་སུ་རེད་ཟེར་ན་སངས་རྒྱས་རེད་ང་ཚོའི་སྨན་པ་སུ་རེད་སངས་རྒྱས་རེད་ར་བ་སངས་རྒྱས་ང་ཚོར་ཆོས་གསུངས་ཐོག་ཆོས་དེ་ག་རེད་སྨན་རེད་ང་ཚོ་ག་རེད་ཟེར་ན་མི་ནད་པ་རེད་བསམ་སྟངས་དགོས་རེད་ག་རེད་ནད་པ་ཟེར་ན་གྱོད་ཆག་ཞིག་ལ་གཏི་མུག་གིས་མནར་ནས་ད་ལྟ་བར་དུ་འཁོར་བར་འཁྱམས་སྡོད་པའི་ནད་པ་ཆགས་སྡོད་རེད་དེ་སོང་དབྱེ་མཚང་སོ་སོ་ནད་པ་ལྟ་བུ་བསམ་སྟངས་ནི་སངས་རྒྱས་དེ་སྨན་པ་ལྟ་བུ་བསམ་སྟངས་ནི་སངས་རྒྱས་གསུངས་བའི་ཆོས་དེ་ག་རེད་སྨན་རེད་བསམ་སྟངས་ནི་སངས་རྒྱས་ལ་སྐྱབས་སུ་འགྲོ་ཆོས་ལ་སྐྱབས་སུ་འགྲོ་བྱེད་ཀྱི་འོ་ད། དེ་འདྲའི་གནང་དགོས་ལ་མཁན་ཚོ། ད་སངས་རྒྱས་ལ་ཆོས་དཀོན་མཆོག་གསུངས་ན་སྐྱབས་སུ་འགྲོ་སྟངས་དེ་འདྲས་རེད། ད་སྐྱབས་སུ་འགྲོ་བའི་རྒྱུ་མཚན་ག་རེད་ཟེར་ན་ང་ཚོ་ནང་པ་རེད་ལབ་ཀྱི་འདུག་ཨ། ཕྱི་པ་ནང་པ་ཡི་ཁྱད་པར་དེ་ག་བ་ཐུག་གི་ཡོད་རེད་ཟེར་ན་སྐྱབས་འགྲོ་ཐུག་གི་ཡོད་རེད་རེད་བ། ཇོ་ཇེ་དཔའ་ལྡན་ཨ་ཏེ་ཤ་ཟུར་བ་དེ་མཁས་པ་ཆེན་པོ་ཞུ་བྱེད་རེད་བོད་ལ་ཕེབས་པ་རེད། ཁོང་གིས་རྒྱ་གར་ལ་ཡིན་ན་ཡང་ད་དཔེ་འདི་ལྟར་མང་པོ་ཞུ་ཡོད་རེད་དེ་ཡིན་ན་ཡང་ཕྱི་པ་ནང་པའི་ཁྱད་པར་དེ་ག་རེད། སྐྱབས་འགྲོའི་སྒོ་ནས་བྱེད་ཀྱིན་གསུངས་རེད་དེ་ཡིན་ཙང་ང་ཚོ་སྐྱབས་སུ་འགྲོ་མ་འགྲོ་དགོས་ནི་མཆིས་པ་ནང་པ་ལ་ཁྱད་པ་ཐུག་དེ་ཡར་ལྟ་ར་བ་ང་ཚོ་དཀོན་མཆོག་གསུམ་ལ་མ་བསྟེན་ན་ཆོས་པ་བཟང་ཡང་མུ་སྟེགས་ཡིན་ལ་ཡིད་བ་དེ་ཆོས་པ་བཟང་པོ་ཟིན་གང་ཡང་ཡོད་མ་རེད་སྐྱབས་འགྲོ་མ་བྱས་པའི་ཆོས་པ་བཟང་པོ་ཆགས་ཡས་ཡོད་མ་རེད་འོ་དེ་འདྲའི་ཆེ་མཁས་པ་ནང་ར་བ་དག་ང་ཚོ་གི་སྐྱབས་སུ་འགྲོ་བའི་སྐོར་སོ་ཡང་ང་ཚོ་ལ་བར་ཆད་འགྲོ་བ་ག་རེ་ཡོང་དགོས་ཟེར་ན་སྐབས་རེ་སྐབས་རེ་རྒྱུ་ལ་རྔམ་ནས་ང་ཚོ་འགྲོ་བ་མིན་ར་བ་རྒྱུ་ལ་རྔམ་ནས་ཡང་སངས་རྒྱས་ལ་སྐྱབས་སུ་མ་འགྲོ་བ་ཆེ་འཇིག་རྟེན་པའི་ལྷ་འདྲེ་ལ་སྐྱབས་སུ་འགྲོ་བ་ཡོང་གི་རེད་འདི་སངས་རྒྱས་ཀྱི་སྐྱབས་འགྲོ་གི་བསླབ་བྱ་དང་དགའ་གསུང་ར་མཁན་སོགས་ཨང་སངས་རྒྱས་ལ་སྐྱབས་སུ་འགྲོ་ཟེར་ཞུ་གོ་དཔེར་ན་འདོད་ཆགས་ཀྱི་སྒོ་ནས་རྒྱུ་ནོར་ལོངས་སྤྱོད་ལ་རྔམས་ཏེ་སྐྱབས་འགྲོ་བློས་བཏང་ན་འགྲིག་གི་འོང་བ་རེད་རེད་བ། ཞེ་སྡང་གི་སྒོ་ནས་སོ་སོ་གི་ཐབས་ཅིག་སོ་སོར་གནོད་པ་འགྲོ་བ་ཞིག་རེད་བ་སོ་སོར་དཀའ་ངལ་འགྲོ་བ་ཞིག་ཞེ་སྡང་ལངས་ནས་ཡང་ང་སངས་རྒྱས་ལ་སྐྱབས་སུ་འགྲོ་གི་མེད་ཆོས་ལ་སྐྱབས་སུ་འགྲོ་གི་མེད་ཞེ་ན་ཞེ་སྡང་ཡོད་ནས་སྐྱབས་འགྲོ་བློས་བཏང་ན་ཡང་འགྲིག་གི་འོང་བ་རེད་གཏི་མུག་གི་སྒོ་ནས་སྐྱབས་འགྲོ་བློས་བཏང་བ་ཟེར་ན་མི་གཅིག་གིས་འདྲ་མི་འདྲ་ལམ་སྟོན་བྱས་ནས་ཨོ་སངས་རྒྱས་སྐྱབས་སུ་འགྲོ་འགྲིག་གི་མ་རེད་ཁྱེད་རང་གི་དུག་ལྔ་སེལ་གི་མ་རེད་ལམ་ལོག་པ་འདྲ་མི་འདྲ་བསྟན་ནས་འདི་ཚོ་ལ་ཡིད་སྣང་ཤར་ནས་ཨོ་རེད་རེད་བསམ་པ་སྐྱེས་ནས་རོ་དེ་འདྲའི་ཞིག་ནས་སྐྱབས་འགྲོ་བློས་བཏང་ན་ག་རེ། གཏི་གཏི་མུག་གི་སྒོ་ནས་སྐྱབས་འགྲོ་བློས་བཏང་བ་ལ་འདི་ཡང་འགྲིག་གི་ཡོད་མ་རེད་སྐྱབས་སུ་འགྲོ་ཚར་ཞུགས་གོ་གྱོད་ཆག་གི་སྒོ་ནས་སྐྱབས་འགྲོ་བློས་བཏང་ཡོད་མ་རེད་ཞེ་སྡང་གི་སྒོ་ནས་གཏི་མུག་གི་སྒོ་ནས་འཇིགས་སྐྲག་གི་སྒོ་ནས་མི་གཅིག་གིས་གཅིག་གཅིག་ཁྱེད་རང་སེལ་གི་ཡིན་གཏུག་གི་ཡིན་རོ་ད་ཁྱེད་རང་སྐྱབས་འགྲོ་བློས་བཏང་དགོས་རེད་ཟེར་ན་སྐྱབས་འགྲོ་བློས་བཏང་ཡོད་མ་རེད། སྲོག་ལ་ཐུག་ན་ཡང་སྐུ་ཉིད་གསུམ་སྐྱབས་འགྲོ་བློས་བཏང་ཡོག་མ་རེད་སླར་ཐེངས་སོང་ཨ་དེ་འདྲས་ཞིག་བྱུང་བ་ཡིན་ན་ཁྱེད་རང་ག་རེ་སྐྱབས་འགྲོ་བྱེད་པའི་སྒོ་ཆོད་པ་སྐྱབས་འགྲོ་ངོ་མ་ཨ་དེ་ཆགས་སོང་རེད་འོ་དེ་མཁྱེན་པ་གནང་རོགས་ཨ་ད་དེ་སྐྱབས་འགྲོའི་སྐོར་མདོར་བསྡུས་རེ་བ་ཆགས་སོང་ད་ངས་དྲན་བསྡད་པ་དེ་འདྲས་རོགས་རེད་རོགས་ཨ་ནི་ད་ནམ་རྒྱུན་ཡང་ང་ཚོ་འཇིག་རྟེན་པ་ལ་ད་ཡོད་རོགས་དཔེར་ན་ཕ་དང་མ་དང་སོ་སོའི་གི་ཁྱིམ་ཚང་འདྲ་མི་འདྲ་དེ་ཚོ་ཡི་སོ་སོའི་སྐྱབས་རེད་བསམ་གྱི་རོགས་ཨ་ཡིན་ན་ཡང་ང་ཚོ་སངས་རྒྱས་རྡོ་ན་ག་རེ་གསུང་བར་ཟེར་ན་ཕ་མ་ཁྱོད་ཀྱི་སྐྱབས་མ་ཡིན་གསུང་བྱ་རོགས་ཨ་མཛའ་བཤེས་རྩ་ལ་རྣམས་ཀྱང་མ་ཡིན།

ད་དེ་འདྲའི་སྒོ་ནས་ང་ཚོ་སྐྱབས་སུ་འགྲོ་སྟངས་སྐོར་དེ་འདྲའི་རོགས་རེད་རེད་བ། ཨ་ནི་ད་བསླབ་བྱའི་སྐོར་ཞུས་པ་ཡིན་ན་ང་ཚོ་དཔལ་ན་སངས་རྒྱས་ལ་སྐྱབས་སུ་འགྲོ་སྟངས་དེ་དཔལ་ན་ད་ཡིག་ཞུས་ཡིན་པ། སངས་རྒྱས་ཡི་སྐུ་གཟུགས་སངས་རྒྱས་ཡི་སྐུ་འདྲ་ཡོད་རེད་བ་གསེར་ལས་བཟོས་ན་རེད་ལྕགས་ལས་བཟོས་ན་རེད་འདམ་པ་ཡིས་བཟོས་ན་རེད་ཤིང་ལས་བཟོས་ན་ག་འདྲ་ཡིན་ཡང་སངས་རྒྱས་རེད་བསམ་པའི་སྒོ་ནས་འདུ་ཤེས་སྐྱེས་ནས་སྐྱབས་སུ་འགྲོ་དགོས་དགོས་རེད་མ་གཏོགས་ཡང་རྒྱུད་ལ་ཁྱད་པར་བཏང་ནས་སངས་རྒྱས་ལ་དེ་བྱས་ཡོང་མ་རེད་བ་དེ་བྱས་པ་ཡིན་ན་སངས་རྒྱས་སངས་རྒྱས་མ་དྲན་པ་ནི་སངས་རྒྱས་བཀའ་དྲིན་མ་དྲན་ཡོན་ཏན་མ་དྲན་པ་རེད་ད། བ། ད་སངས་རྒྱས་ཡོན་ཏན་དྲན་ནས་ནམ་རྒྱུན་ཁོང་སངས་རྒྱས་ཡོན་ཏན་ག་ལ་གི་རེད་མགོན་པོ་ཐུགས་རྗེ་ཆེ་བསྟན་པ་ཐམས་ཅད་མཁྱེན་པ་སྟོན་པ་པོ་བསོད་ནམས་ཡོན་ཏན་རྒྱ་མཚོས་འདི་བཞིན་གཤེགས་ལ་ཕྱག་འཚོགས་ལ་ལ་ཡོད་དོ་ཐམས་ཅད་མཁྱེན་པ་རེད་མགོན་པོ་རེད་སྐྱབས་རེད། བ། ཨ་ནི་དེ་བཞིན་གཤེགས་པ་རེད་གསུང་གི་འདུག་བ་སངས་རྒྱས་ཡོན་ཏན་ཚོས་སུ་ཟིག་སེམས་ལ་དྲན་གི་དྲན་གི་ཨ་ནི་སངས་རྒྱས་ལ་སྐྱབས་སུ་མཆིའོ་ཟེར་ཕྱག་འཚོགས་སྐོར་ར་རྒྱབ་མེད་ད་མེད་འདྲ་བུ་ག་རེ་འདྲ་བོ་བྱས་པ་ཡིན་ན་སངས་རྒྱས་སྐྱབས་སུ་འགྲོ་བ་མཚུངས་ཀྱི་ཡོད་རེད་མཁྱེན་བཟང། ད་ཆོས་ལ་སྐྱབས་སུ་འགྲོ་ལ་ཡི་གེ་ག་རེ་ག་ལགས་སོ་སོའི་གི་ཁང་པ་ན་ལ་བཀའ་འགྱུར་མང་པོ་འོ་དཔེ་ཆ་མང་པོ་བརྩི་ཤེས་ན་ཆོས་ལ་སྐྱབས་སུ་འགྲོ་བ་ཆགས་ཡོད་ཟེར་ན་འདི་ལགས་ཀྱི་ཡོད་མ་རེད་ཆོས་ལ་སྐྱབས་སུ་འགྲོ་ཟེར་ན་ཆོས་ང་ཚོའི་གི་དཔེ་ཆ་དེ་ཀློག་སོ་སོའི་གི་ཐོས་པ་བྱས་དེའི་བསམ་བློ་དང་དེའི་ཉམས་ལེན་རེ་སོ་སོའི་རྒྱུད་ལ་སྐྱེ་བ་བྱེད་དགོས་གོ་རེད་དེ་བྱས་སོང་ན་ག་རེ་ཆོས་ལ་སྐྱབས་སུ་འགྲོ་བ་ཡིན་གསུང་གི་ཡོད་རེད་ད་ལྟ་རྡོ་འདི་ནང་ལ་ཁྱིམ་བདག་དྲག་ཤོས་ཤིག་རྡོ་ནང་ལ་རོ་ཆོས་འདོད་པ་ཆོས་ལ་སྤྲོ་བ་ཆོས་སྒྲུབ་པར་འདོད་པ་ཨ་ནི་ཆོས་ལ་དད་པ་ཟེར་ན་རེད་མོས་པ་ཟེར་ན་རེད་དེ་འདྲས་ཞིག་ཡོད་དགོས་རེད་སོ་སོས་སྦྱང་དགོས་རེད་སྦྱང་བ་ནས་མི་ལ་བཤད་ན་ཆོས་བཤད་དགོས་རེད་དེ་འདྲས་བྱས་པ་ནས་ཆོས་ལ་སྐྱབས་སུ་འགྲོ་བ་ཡིན་གསུང་བྱ་ཡ་རེད་ཁྱེད་ཚོ་ཨ་དེ་རེད་མ་གཏོགས་ཡང་དཔེ་ཆ་མང་པོ་བརྩིས་བ་ལ་ཆོས་ལ་སྐྱབས་སུ་འགྲོ་ལག་ཡོད་པ་མ་རེད་ད་དེ་ག་ནང་བཞིན་དགེ་འདུན་ལ་སྐྱབས་སུ་འགྲོ་ཟེར་བ་དེ་ཡང་དགེ་འདུན་ད་ང་ཚོ་གོས་སེར་པོ་གོས་ངུར་སྨྲིག་གོང་བ་ལག་གི་རོ་བ་ཆོས་གོས་སུ་གོས་འདོད་པ་དེ་ཚོ་ལ་གུས་ཞབས་བྱེད་ལ། དེ་གུས་ཞབས་བྱེད་ན་སོ་སོར་ཚོ་ནམ་སོང་ས་གི་རེད་སོ་སོའི་ཐིག་འབྲས་མ་སྦྱངས་འགྲོ་གི་རེད་ཨོ་དེ་འདྲས་ཞིག་བྱས་པ་ཡིན་ན་དགེ་འདུན་ལ་སྐྱབས་སུ་འགྲོ་ལགས་ཀྱི་ཡོད་ཁྱོད་ཟོ་ཨོ་དེ་འདྲས་བསམ་བློ་བཏང་རོགས་གནང་ཨ་ནི་ད་འདི་གི་བསླབ་བྱ་ལ་ག་རེ་ཡོང་དགོས་ཟེར་ན་སངས་རྒྱས་ལ་སྐྱབས་སུ་རེད་ཕྱི་རོལ་པའི་ལྷ་དེ་ཚོ་ལ་སྐྱབས་སུ་འགྲོ་ཡི་ཡོད་མ་རེད་ལ་རེད་ག་རེ་བྱས་ནས་ལགས་པས་ན་ང་རང་ཚོའི་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ་ལ་མཁྱེན་པ་བཙལ་བ། མཁྱེན་བརྩེ་ནུས་གསུམ་གྱི་ཡོན་ཏན་དེ་འདི་ལས་ལྷག་ཞིག་འཇིག་རྟེན་པའི་ལྷ་ཟེར་ན་རེད་ཕྱི་རོལ་པའི་ལྷ་ལ་ཡོད་རེད་པ་ཟེར་ན་དེ་ལས་ལྷག་ཞིག་ཡོད་མ་རེད་ཁྱེད་གསོལ་བ། ཡོད་ཡོད་རེད་ཡིན་ན་ཡང་དེ་ལས་ལྷག་ཞིག་ཞུ་མེད་པ་ཡིན་ཙང་ང་རང་ཚོའི་ཡོད་ཀྱི་དག་ཆ་སྟོན་པ་ཤཱཀྱ་ཐུབ་པ་རང་གིས་ང་ཚོ་སྐྱབས་ཐུབ་ཀྱི་ཡོད་ན་ང་ཚོའི་ཡོད་ཀྱི་འཇིག་རྟེན་ལྷ་ལ་ག་ཚོད་སྐྱབས་སུ་འགྲོ་དགོས་རེད། དེ་ཡིན་ཙང་སངས་རྒྱས་ལ་སྐྱབས་སུ་འགྲོ་ནས་འཇིག་རྟེན་པའི་ལྷ་ལ་སྐྱབས་སུ་འགྲོ་ཆོག་འགྲོ་ན་འགྲིག་གི་ཡོད་མ་རེད་སྐྱབས་འགྲོའི་བསླབ་བྱ་དང་ག་ལ་འཁྲུག་དགོས་རེད་ཁྱེད་གསོལ་བ། དེ་ག་ནང་ཆོས་ལ་སྐྱབས་སུ་འགྲོ་ནས་སེམས་ཅན་དངོས་སུ་སོ་སོའི་སའི་ཡོད་མ་རེད། སེམས་ཅན་ལ་གནོད་པ་བྱས་ཡོད་མ་རེད་ར། སེམས་ཅན་དུད་འགྲོ་འདྲ་མི་འདྲ་མང་པོ་ཡོད་ར་བ། དེ་ཚོ་ལ་སོ་སོ་ཡི་དངོས་སུ་བསད་རྡུང་དག་བྱས་འདྲ་བོ་བྱས་པ་ཡིན་ན་ཆོས་ལ་སྐྱབས་སུ་འགྲོ་ལས་དེའི་བསླབ་བྱ་དེ་དགར་འགྲོ་དགོས་བ་རེད་ད། དེ་ག་ནང་བཞིན་དགེ་འདུན་ལ་སྐྱབས་སུ་འགྲོ་ནི་གྲོགས་འདྲ་མི་འདྲ་ར་ཡ་ད། ཆོས་ལ་མ་གང་ཡིན་མི་དེ་ཚོ་ལ་རོགས་པ་བྱས་ཡོད་མ་རེད་ལ་རེད་དེ་བྱས་པ་ཡིན་ན་ཆོས་ལ་དགེ་འདུན་ལ་སྐྱབས་སུ་འགྲོ་བའི་བསླབ་བྱ་དེ་དགར་འགྲོ་དགོས་བ་རེད་དེ་ཚོ། ཨོ་ད་འདི་འདི་རེད་ད་སངས་རྒྱས་ཆོས་དང་རྒྱུ་འདི་ཚོ་སྐྱབས་སུ་འགྲོ་དང། བ། སོ་སོའི་གི་ད་སངས་མ་རྒྱས་བར་དུ་སྐྱབས་སུ་འགྲོ་དགོས་དགོས་རེད་སྐྱབས་སུ་འགྲོ་ན་ཁེ་ཕན་ག་རེད་སོ་སོའི་གི་ད་ཁོ་རེ་འཇིགས་སྐྲག་ཆ་ཚང་ལས་བར་འགྲོ་ཐུབ་དགོས་རེད་དུག་ལྔ་ཆ་ཚང་ལས་བྲལ་ཐུབ་དགོས་རེད་ར་བ་སྐྱེ་རྒ་ན་ཤི་དུག་ལྔ་དུག་བ་འདི་ཐར་དགོས་དགོས་རེད་ང་ཚོ་མ་རེད་ཚེ་འདི་ལ་མ་ནས་ཚེ་ཕྱི་མ་ཚེ་ཕྱི་མ་ལ་མ་ཚེ་ཕྱི་མའི་ཕྱི་མ་ལ་ཐར་དགོས་དགོས་རེད་དེ་ཡིན་ཙང་ད་ལྟ་ནས་ང་ཚོ་སེམས་ལ་བག་ཆགས་བཞག་དགོས་དགོས་རེད་ར་བ་དེ་ཡིན་ཙང་འདི་འདྲ་རེད་ད་འདི་བྱེད་ལ་ངས་རྡོ་རྡོ་གི་མ་རྡོ་ཁོ་རང་ལ་བསྟན་རྒྱུ་དེ་ད་སྐྱབས་འགྲོ་སྐོར་རྡོ་རྡོ་ཞུས་ཟིན་པ་བྱས་ད་འདི་འདི་བྱེད་ལ་ཁུ་རུའི་ཉེས་དམིགས་སྐོར་ཅིག་ཞུས་པ་ཡིན་ནོ། ད་འདི་ཁྱིམ་བདག་གྲྭ་ཆུ་ཆུས་རྡོ་རྣམས་ལ་ག་རེ་ཞུ་ཡོད་ཟེར་ན། ཁྱིམ་གྱི་ཉེས་དམིགས་རོ་དེ་གསུངས་གསུངས་བྱ་ཡ་རོ། ད་ང་ཚོ་སངས་རྒྱས་ལ་སྐྱབས་སུ་འགྲོ་ལ་བ་ཙམ་གྱི་ཞུ་ཞུ་དེ་འདི་ད་ཐུག་མ་རོ་བ་སོ་སོ་སོ་གི་སེམས་ནང་ལ་ག་རེ་ཨོ། དཔེར་ན་སོ་སོ་གི་ད་ག་ལ་སྐྱོན་འདི་ཚོ་ཧ་གོ་གོ་རེད་མ་རེད་དཔེར་ན་ང་ཚོ་ཁྱིམ་ཟེར་བ་དེ་ག་རེ་དོལ་ཆ་ཞེ་སྡང་གཏི་མུག་ལ་ཁྱིམ་ལ་གི་ཡོད་ར་མཁྱེན་ཚོ་ཁང་པ་རྫིག་པོ་ཅིག་རྒྱབ་ནས་མོ་དགྲ་འགྲོ་བ་ཉར་ནས་འདི་འདྲེ་ལ་ཁྱིམ་ལ་གི་ཡོད་མ་རེད་ཁྱིམ་ཟེར་བ་དེ་ག་རེ་ཟེར་ན་སོ་སོ་གི་སེམས་དེ་མ་བསྡུར་ན།

མི་བརྗེད་པའི་བྱ་བ་བྱེད་ལགས་གྱུར་བ་དཔེར་ན་ཕ་མ་ལ་གུས་ཞབས་བྱེད་ཕ་མ་ལ་བརྩི་བཀུར་བྱེད་རུ་བ་སོ་སོའི་གི་འོག་མ་དེ་ཚོ་ལ་པེ་བྱམས་བྱམས་པའི་སྐྱོང་བས་ལ་སོགས་པ་བླ་མ་གོང་མ་ལ་ཕྱག་མཆོད་པ་བྱེད་དེ་ཚོ་འདི་མི་བྱེད་མཁན་དེ་ལ་ག་ལ་རེད་ཁྱིམ་ན་གནས་པ་འདི་འདྲའི་བྱ་བ་རང་བྱ་བ་ཡག་པོ་དེ་མ་བྱེད་ན་ཁྱིམ་ན་གནས་པ་ལགས་ཀྱི་རེད་ཁྱེད་ཚོའང་དེ་ག་ན་བཞིན་ག་རེ་སྐྱེ་བོ་ངན་པ་དེ་ཚོ་བ་སྡུག་གིན་ད་ང་ཚོ་མ་སོང་ན་ངན་སོང་དུ་འགྲོ་མཁན་གྱི་སྒོ་དེ་ག་འོག་ན་འཁོར་ཚུགས་ཀྱི་རེད་དོལ་ཆགས་ཞི་དར་གཏི་མུག་གི་ཁྱིམ་ན་གནས་སོང་ན་ཆགས་ཀྱི་ཡོད་རེད་གསུངས་ཡོད་རེད་རུ་བ་ཁྱིམ་གྱི་ཉེས་དམིགས་རི་དྭགས་ཁྱིམ་གྱི་ཉེས་དམིགས་བཤད་དགོས་པ་རེད་དཔེར་ན་དཔེ་འདྲ་བོ་བཤད་པ་ཡིན་ན་གོ་ལེ་ལ་འོང་རོགས་ཨ། མེ་མེ་ཞིག་བཏང་བ་ཡིན་ན་མེ་ག་ཚོད་ཚ་བ་བཏང་བ་ཡིན་ན་དེ་ལ་ཤིང་ག་ཚོད་བླུགས་ན་མེ་དེ་ཆུང་རུ་འགྲོ་དགོས་རེད་ཆེ་རུ་འགྲོ་དགོས་ས་ཆེ་རུ་འགྲོ་དགོས་རོགས་ཨ། མེ་ཆེ་རུ་མ་གཏོགས་པའི་ཤིང་ག་ཚོད་བླུགས་ན་མེ་ཆེ་རུ་མ་ཆུང་འགྲོ་གི་མ་རོགས་ཨ། དེ་ན་ཞིག་ང་རང་ཚོ་དོལ་ཆ་ཞིག་ལ་གཏི་མུག་ཡོད་ན་ག་ཚོད་ཞིག་ཡིན་ན་སྡང་ཡན་མེད་པ་ན་ཞིག་རོགས་ཨ། དཀའ་ངལ་ག་ལ་དཀའ་དཀའ་ངལ་ག་ལ་དཀའ་ངལ་འཁོར་བ་ཟད་མེད་པ་དཀའ་ངལ་བྱུང་ཡོད་རེད་དེ་ཚོ་ཨ། འོ་འདི་ག་རེད་ཟེར་ན་ཁྱིམ་གྱི་ཉེས་དམིགས་ས་དེ་ལ

དེ་འདྲའི་གི་དུག་ལྔ་ཆ་ཚང་ཞིག་དེ་ག་ནང་བཞིན་ང་ཚོ་ནམ་ཞག་རྒྱུན་དུ་ག་རེ་ཨ་ནི་སེམས་མ་བདེ་བ་རེད་བ་ཨ་ནི་ཞིག་མི་འདོད་པ་ཐོག་ཏུ་འབར་བའི་དུག་ལྔ་ལ་ཡོད་འགྲོ་འདོད་པ་དང་བྲལ་བའི་དུག་ལྔ་ཟེར་ནི་ཡོད་རེད་བ་དེ་ཆ་ཚང་ག་རེ་ཁྱིམ་ན་གནས་པ་ཟེར་དེ་ལ་ཡོང་བསྡད་ཀྱི་ཡོད་རེད་མཁྱེན་སོང་དེ་ག་ནང་བཞིན་དཔེ་ཞིག་བཞག་བས་ན་རྒྱ་མཚོ་ལ་རེད་བ་རྒྱ་མཚོ་ཆུ་མང་པོ་རྒྱ་མཚོ་ཡོད་རེད་བ་རྒྱ་མཚོ་ལ་ཆུ་ག་ཚོད་བླུགས་ན་རྒྱ་མཚོ་ཁེངས་སོང་ལ་ཡོད་རེད་བ་ཟེར་ནི་ཡོད་མ་རེད་བ་དེ་ནང་བཞིན་ང་རང་ཚོ་སེམས་ནང་ལ་ག་རེ་དེ་རིང་དཔའ་འབྱོར་ལོངས་སྤྱོད་ག་ཚོད་བསྒྲུབས་ན་རེད་བ། དེ་རིང་སོ་སོ་ལ་རྒྱུ་ལོངས་སྤྱོད་ག་ཚོད་ཡོད་ན་སོ་སོ་སེམས་ལ་ཚིམ་མེད་ཡོད་མ་རེད། འོ་འདི་ག་རེད་ཟེར་ན་རྒྱ་མཚོ་ལ་ཆུ་ག་ཚོད་བླུད་ན་མི་དགའ་བ་ནང་བཞིན་ཁྱིམ་ལ་གནས་པ་གི་ཉེས་དམིགས་དེ་འདྲས་རེད་གསུངས་ཆགས་རེད། དེ་ག་ནང་བཞིན་དཔེ་ཡིས་ཀོང་བཞག་པ་ནི་ཟས་དུག་དུག་དག་བྱེད་པ་ཟས་ཟ་བ་ནང་བཞིན་ཡིན་ལགས་རེད། ང་རང་ཚོ་ཁ་ལག་ཞིམ་པོ་ཟ་བ་འདི་ལ་ཟས་དུག་ཆུང་ཆུང་ཡིས་བླུད་བཞག་ན་འདི་ཁ་ལག་དེས་ཁྱེད་ལ་ཕན་གི་རེད་བས་གནོད་གི་རེད་ཟེར་ན་གནོད་གི་རེད་ག་ཟེར་ན་འདི་ལ་དུག་ཡོད་རེད་བ། དེ་སྣང་ཞིག་ཁྱིམ་ལ་གནས་པ་འདོད་ཆགས་ཞི་དྲག་གཏི་མུག་གི་ཁྱིམ་ལ་གནས་སར་ཞུག་གོ། ག་དུས་ཡིན་ན་སོ་སོ་ལ་ཀ་ར་སྐྲ་མ་ཤིས་པ་རླུང་རྟ་མ་མྱུག་པ་ཚོགས་ངན་པ་བསགས་རྐྱེན་སྡིག་པ་ངན་པ་བྱེད་ཀྱི་དེ་འདྲས་ཀྱི་སྐྱ་ཉར་ཡོང་དེ་གི་རེད། འོ་འདི་ལ་ག་ལགས་རེད་ཟེར་འདུག་སྟངས་བྱེད་པ་ཟ་བ་ན་ཞིག་རེད། སངས་རྒྱས་ཀྱིས་དེ་འདྲས་གསུངས་ཤག། དེ་ག་ནང་བཞིན་ད།

དེ་ག་ན་བཞིན་ད། དཔེར་ན་ང་ཚོ་བསམ་སྟངས་ལྟར་བ། དཔེར་ན་ང་རང་སུ་གི་ད་ཅིག་ང་ཚོ་ཁང་པ་ཞིག་ནང་ལ་དཔེར་ན། སོ་སོ་གི་པ་པ་ཡོད་སྲིད་པ་རེད་ཨ་མ་ཡོད་སྲིད་པ་རེད་སོ་སོའི་ཆུང་མ་ཡོད་སྲིད་པ་རེད་ཁྱོ་བ་ཡོད་སྲིད་པ་རེད་གཅེན་པོ་གཅུང་མོ་ད་འདྲ་མི་འདྲ་མང་པོ་ཁྱིམ་བཟའ་འདྲ་མི་འདྲ་མང་པོ་ཡོད་རེད་བ། དེ་ཆ་ཚང་ཡང་སྔོན་ནས་ཀྱང་བསམ་སྟངས་བ་ཡིན་ན་ལས་འབྲས་ལ་ཐུག་ཐལ་རེད་མ་རེད། རེད་བ། ཁྱིམ་ཚང་གཅིག་ན་ཆ་ཚང་ལས་འབྲས་ལ་ཐུག་ཐལ་དོ་ང་ཚོ་ཆ་ཚང་མ་རེད་ལས་འབྲས་ཡི་སྒོ་ནས་ང་ཚོ་ཆ་ཚང་ཁྱིམ་ཚང་ཡི་ཆ་རེད་མ་གཏོགས་གང་འདོད་འདོད་ཆ་སྤྱོད་དེ་མ་རེད་བ་ལས་འབྲས་ཡི་སྒོ་ནས་བྱེད་ཀྱི་ཡོད་རེད་བ།

དུ་དུག་སྦྲུལ་དྲག་པོ་ཟེར་ག་འདྲ་ཞིག་གསུང་གི་ཡོད་ན་ཟེར་ན་ཁོང་མི་ཞིང་པ་དེ་ཕ་རྟ་སྒ་སྒྲོ་རེད་སངས་རྒྱས་དེ་ཕ་ཕེ་ཟེར་ན་ཨ་ནི་རྟ་ཡི་གསེར་དངུལ་ཡོད་སར་གཏེར་ཡོད་སར་ལ་རྟ་སྒ་སྒྲོ་རེད་ཨ་ནི་ཁོང་གི་པེ་གཏེར་དེ་མཐོང་ནས་ཨ་ནི་ད་ཁོ་རང་རྒྱུ་ནོར་ག་པུར་རོ་བ་གཏེར་དེ་སྦས་ནས་ད་ཁོང་གི་ཁང་པ་ཁྱེར་འགྲོ་དོ། ད་ཁོ་རང་བསམ་ད་ན་གསེར་དངུལ་ལོངས་སྤྱོད་དེ་ཟེར་བ་ཉེས་དམིགས་མཐོང་དགོས་བ་མ་རེད་ད་ཡག་པོ་རེད་བསམ་ནས་ཁང་པ་ལ་ཁྱེར་འགྲོ་རེད་མ་རེད་ཉེས་དམིགས་མཐོང་དགོས་བ་མ་རེད་ཡིན་ན་སངས་རྒྱས་ཀྱི་དེ་ལ་ཉེས་དམིགས་མཐོང་དགོས་བ་རེད་རོ་རྒྱུ་ནོར་ལོངས་སྤྱོད་ལ་ཉེས་དམིགས་མཐོང་དགོས་བ་རེད་ད་དུག་སྦྲུལ་རེད་གསུངས་སོ་དུག་སྦྲུལ་དྲག་པོ་རེད་གསུངས་སོ་མ་རེད་སངས་རྒྱས་དེ་གསུངས་རོགས་ཡིན་ན་ཁོ་རང་ག་ཟེར་ན་ཞིང་པ་ཁོ་རང་དེ་ད་རྒྱུ་ལ་རྔམ་ནས་ཁྱེར་འགྲོ་རེད། ཨ་ནི་ཁོ་རང་གིས་ད་དཔེ་མི་སྲིད་འདི་དུག་སྦྲུལ་རེད་མི་འདུག་དཔེ་བའི་དུག་སྦྲུལ་མཛེས་པོ་དེ་རེད་འདུག་དུག་སྦྲུལ་བཟང་པོ་དེ་རེད་འདུག་ཟེར་དེ་ནས་ཁོང་ཁོ་རང་བསམ་བཏང་ནས་ཁང་པར་ཁྱེར་སོང་བ་རེད། ཨ་ནི་སྐབས་དེ་དུས་ཀྱི་རྒྱལ་པོ་ཁབ་ཡི་རྒྱལ་པོ་དེ་སུ་རེད་ཟེར་ན་རྒྱལ་པོ་ཟུར་མ་སྐྱེ་བྲག་ཞུ་གི་ཅིག་ཡོད་རེད་རྒྱལ་པོ་མ་སྐྱེ་བྲག་རོ་སངས་རྒྱས་ཀྱི་གནས་སྐབས་རྒྱལ་པོ་ཞིག་རེད་རྒྱལ་པོ་མ་སྐྱེ་བྲག་གིས་ཨ་ནི་ད་སྐབས་རེ་སྐབས་རེ་མི་མང་དེ་ཚོ་ལ་ལྟ་སྐོར་བྱེད་བྱེད་དུ་བློན་པོ་ལག་གི་ར་དེ་རིང་ང་ས་མ་ཟོ་རོགས་ཁོ་ཚོ་བཏང་གི་འདུག་ཨ་རོགས་ད་ཁང་པ་ལ་ལྟ་སྐོར་བྱེད་བྱེད་དུ་རོགས་ཨ་ནི་ཁྱིམ་བདག་གཏེར་རྙེད་མཁན་ཁྱིམ་བདག་དེ་དཔལ་རྒྱུ་ཕྱུག་པོ་ཞིག་ནས་ཁང་པ་རྫིག་པོ་བསྐྱལ་ཏེ་དེ་ལྟས་ཤག་དེ་ཡས་ཟོ་རོགས།

ངེས་པ་གཏང་རོགས་བྱེད་གོ་སེ་རོགས་སེ་རོགས་བྱེད་གོ་ཁོས་ཁ་ནས་གར་འདོན་ཟེར་ན་ད་གིན་སངས་རྒྱས་ཀྱི་གསུང་ཚིག་གཉིས་རེད་བ་ཀུན་དགའ་བོ་ག་རེ། དུག་སྦྲུལ་མྱུར་དུ་ཁྱབ་པ་ལགས་སོ། དུག་སྦྲུལ་དྲག་པོ་ལགས་སོ་ལས་ཚིག་གཅིག་གཉིས་བརྗོད་ར་འདི་ཁོ་ཁ་ནས་ཐོན་སོང་བ་རེད། ད་ཁོ་རང་གཅིག་རེད་བ་ཡ་མ་རེད་སངས་རྒྱས་ཀྱི་འདི་གསུང་ཡོད་དེ་ལ་ད་ཁོ་རང་གིས་དགོས་པ་རྒྱུ་མཚན་ཟིན་ན་རེད་གནས་ལུགས་འདི་ཧ་གོ་བ་རེད་བ་ཁོས་ཁ་ནས་འདི་ཐོན་སོང་རེད་ཐོན་སྤྲོད་གོ་ས་མི་ཤེས་འབའ་དེ་ཚོས་ཁོ་ཧང་སངས་ས་རེད་ད་ག་རེ་ལབ་དགོས་ན་འདི་མི་དེ་གིས་ཤེས་གོ་ས་ཚིག་འདྲ་མིན་འདོན་ན་ཡང་རྒྱ་བོད་ལ་སྙན་གསོལ་བཞིན་ནས་ཨ་ནི་རྒྱ་བོད་ལ་ཡང་བསྐྱར་ཅིག་སྐད་ཆ་བྱིན་ན་ནི་སེང་གེ་དོ་ཁོ་ནི་ལུགས་གཟུགས་ལ་རོ་བ།

ག་རེ་ཞིག་འཐེན་པར་རེད་འདུག་ལབ་བས་ན། དུག་སྦྲུལ་དཔེ་ཆ་ལོངས་སྤྱོད་རྒྱུ་ནོར་ལོངས་སྤྱོད་ཟེར་བ་དེ་དུག་སྦྲུལ་མྱུར་དུ་ཁྱབ་བས་ན་ད་ངས་སྲོག་གཅིག་པུ་འགྲོ་གི་རེད་ལ། རོ་ཡ། ཁོ་རང་གི་སྲོག་གཅིག་པུ་འགྲོ་གི་རེད་བ་མ་རེད། ད་ལྟ་ཁོ་གཅིག་པུ་མ་རེད་ད་ཁོ་ཡི་ཁྱིམ་ཚང་ན་ཡོད་རྒྱུའི་པགས་པ་དང་སྐྱེས་དམན་དང་ཆུང་ད་བ་ཞིག་ག་རེ་ནང་ས་སྤུ་གུ་ག་འདྲའི་ན་ཆ་ཚང་ཞིག་རྒྱ་གུག་ཡི་བ་བཙོན་ཁང་ན་དག་བཞག་ཡ་རེད། རོ། དེ་དུག་སྦྲུལ་མྱུར་དུ་ཁྱབ་པ་གཅིག་པུ་རེད་ནི་ད་སེར་མགོ་ལོངས་སྤྱོད་ཟེར་བ་དེ་དུག་སྦྲུལ་དྲག་པོ་རེད་ཤག། སངས་རྒྱས་ཀྱི་བཀའ་དེ་དངོས་གནས་མི་སླུ་བར་ཚད་མ་དངོས་གནས་ཁོ་ན་སྐད་ཆ་དེ་གནས་ལུགས་དང་ལྡན་པ་རེད་ཤག་ང་ཚོ་ཁོ་རང་ཁོ་རང་སངས་རྒྱས་ལ་དཔེ་མེད་མེད་དད་པ་སྐྱེ་རོ་ཨ་དེ་འདྲས་བྱུང་རེད་ལ་རེད་དེ་བྱུང་བ་དགོས་ས་ནི་རྒྱལ་པོ་ཁོ་རང་ཡིན་ནའི་རྒྱལ་པོ་མ་སྐྱེས་དང་ཁོ་རང་ཡིན་ནའི་སངས་རྒྱས་ལ་དཔེ་མེད་དད་པ་ཤུགས་ཆེན་པོ་སྐྱེ་རེད་རྡོག་རྡོག་བཤད་ན་ག་རེ་སངས་རྒྱས་ཀྱིས་ལུང་བསྟན་གནང་ཤག་ད་མ་རེད་ཁྱེད་རང་རྒྱུ་ནོར་ལོངས་སྤྱད་དེ་འདྲས་བྱས་ནས་ཁྱེད་སོང་ན་མ་འོངས་པ་ལ་རྒྱ་རྒོད་ཀྱི་ཁྲིམས་བཅད་ཀྱི་རེད་ཁྱེད་རང་གིས་ཁྱེད་རང་གཅིག་པོ་མ་རེད་ཁྱེད་རང་ཁྱིམ་མཚེས་ཁྱེད་རང་གི་ནང་མི་ཆ་ཚང་ཞིག་ག་རེ་ནང་འཁོར་ཆ་ཚང་ཞིག་བཙོན་ཁང་ནང་དག་གི་རེད། ཐ་ན་ཁྱེད་རང་གི་སྲོག་ཡང་བློས་བཏང་ལ་ཐུག་གི་རེད་ད་སངས་རྒྱས་ཀྱི་ལུང་བསྟན་པ་ན་བཞིན་རེད་ཡིན་ན་ལུང་དེ་ག་རེད་དུག་སྦྲུལ་དྲག་པོ་རེད་ད་དུག་སྦྲུལ་མྱུར་དུ་ཁྱབ་པ་རེད་ད་འདི་ཚིག་དེ་སངས་རྒྱས་གསུང་བ་རེད་ཁྱེད་སོང་ང་ད་དེ་འདྲའི་གི་ཉེས་དམིགས་ཅིག་འདུག་ཨ་ད་དེའི་ཕྱིར་ཨ་ནི་ཁོ་ཞིང་པ་དེ་ཨ་ནི་ག་ས་ད་རྒྱལ་པོ་ཡིན་ནའི་ཁོ་བློས་བཏང་བཞག་བཙོན་ཁང་ད་ཁྱེད་རང་འགྲོ་ཤོག་རོགས་ཁྱེད་ཀྱི་སངས་རྒྱས་ལ་དད་པ་སྐྱེ་དངོས་ནས་གནས་ལུགས་མཐོང་འདུག་ད་ཁྱེད་རང་བཙོན་ཁང་བློས་བཏང་བཞག་རེད།

ཁྱེར་སོང་ཨ། ད་འདི་བྱས། དེ་ག་རང་བྱས་ང་རང་སོ་སོ་སོའི་ཁྱིམ་ཚང་ན་སླར་རོ། ཨ་ནི་ཅིག་སོ་སོའི་གི། ད་ཡུལ་ཤུལ་ཡིན་པ་སོ་སོ་ལ་ཁྱོ་ག་ཡོད་ན་སྐྱེས་དམན་ཡོད་རེད་སྐྱེས་དམན་ཡོད་ན་ཁྱོ་ག་ཡོད་འདོད་པ་རེད་མ་རེད་དུས་ཚོད་ལ་ག་དུས་ཡིན་ན་སོ་སོའི་ག་རེད་ད་ག་ལ་བར་ང་ཚོ་མ་ཟ་ཁུར་བའི་དུང་ང་ལ་སྐྱག་སྐྱིན་ནང་བཞིན་དེ་རེད་བསམ་སྟངས་ཡང་གང་ཡོད་མ་རེད་རོ། ཁོ་ཚོ་ལ་ཡང་སྐྱེ་བའི་དུང་ང་རྒ་བའི་དུང་ང་ན་བའི་དུང་ཡོད་རེད་བ་མ་རེད། ཡོད་རེད་བ་ང་ཚོ་ཁྱིམ་ཚང་སུ་ཡིན་ན་མི་སུ་མི་ཞིག་ཡིན་ཚ་བ་སྐྱེ་རྒ་ན་འཆི་དུག་ལྔ་ལས་ཐར་ཡོད་མ་རེད་བ་དེ་འདྲའི་བསམ་བློ་བཏང་ནས་ཁ་ལ་དེ་ཚོ་ལ་ཆགས་པ་ཆུང་རུ་བཏང་དགོས་རེད་ཞེ་སྡང་ཆུང་རུ་བཏང་དགོས་རེད་ཟེར་བ་དེ་འདྲའི་གསུང་བྱ་ཡ་རེད་སངས་རྒྱས་ཀྱི་མཁྱེན་བཟོ་དེ་ག་ན་བྱེད་ཡང་ང་ཚོ་ཁྱིམ་ཚང་ནང་ལ་ཁ་ཤས་ལ་སྤུ་གུ་ཡོད་རེད་མ་རེད་སྤུ་གུ་ཡོད་དགོས་ཚ་ཨ་ང་རང་གི་སྙིང་གི་ནོར་བུ་ཡིན་ཟེར་ན་ཞུ་ཞིག་ད་ཅིག་ཡ་གཅེས་པོ་བྱེད་ཀྱི་རོགས་བྱེད་དགོས་རེད་ཡིན་ན་ཡང་ང་ཚོ་ཆོས་དང་བསམ་བཏང་བ་ཡིན་ན་ཆོས་ལ་ག་རེ་སེམས་ཅན་ཐམས་ཅད་བྱེད་དགོས་ལ་རེད་ཆོས་དང་གསུང་ད་བྱས་ན་ང་ཚོ་ཆ་ཚང་སྐྱེ་བ་གཅིག་ནས་གཅིག་ནས་བརྒྱུད་པའི་ཆ་ཚང་སྤུན་ཅག་རེད་ལ་ཤ་རེད། ཕ་བ་མ་གྱུར་བ་གཅིག་ཡང་མེད་གླ་ཞག་ཆོས་ནང་གསུང་དང་མ་རེད། སྐབས་རེ་སོ་སོ་ཡིས་ཕ་བྱེད་སྐབས་རེ་མ་བྱེད་རེད་བ། དེ་འདྲས་རྐྱང་རྐྱང་བྱས་ནས་སྲིད་པ་ཁམས་གསུམ་འཁོར་བ་བྱུང་གི་རེད་མ་གཏོགས་ད་ལྟ་གི་མི་ལུས་འདི་གི་ཕ་མ་གཅིག་པོ་མ་རེད་བ། དེ་ནི་སེམས་ཅན་ཐམས་ཅད་སོ་སོའི་ཕ་མ་སྤུན་ཆང་འདྲ་ཞེས་སོ་སོའི་བུ་ཕྲུག་རྣམས་ཀྱི་བསམ་སྟངས་གོ་རེད་མ་གཏོགས་སོ་སོ་ཡིས་ད་ལྟ་གི་མི་ལུས་འདི་ལ་ཐོག་དེའི་བུ་ཕྲུག་གཅིག་པོ་ལ་ཞུ་གཅེས་སྐྱོང་བྱས་པ་ཡིན་ན་ཆོས་ཀྱི་བསླབ་བྱ་དང་འགལ་འགྲོ་གི་རེད་སངས་རྒྱས་ཀྱི་དགོངས་པ་དང་འགལ་འགྲོ་གི་རེད།

ཕོ་སྲོད་མེ་ལ་རོགས་པ་ལྟ་ན་སོ་སོ་ལ་སྐྱིད་པོ་འབྱུང་གི་རེད་ལ། སོ་སོ་རྐྱང་རྐྱང་བསམ་ལྟ་ན་གྲ་སྒྲིག་པོ་བྱས་བྱུང་ཡོད་མ་རེད་ཁྱེད་ཚོ་ཨ་ང་ཚོ་ད་ལྟ་བར་དུ་ཁོ་རང་ལ་འདི་ཡི་སྒོ་ནས་འཁྱམས་སོང་རེད་གསུང་གི་ཡོད་རེད་འདི་འདྲས་རེད་ད། ཨ་ནི་དཔེར་ན་ང་ཚོ་རྒྱུ་ནོར་སློང་བྱེད་ཅིག་བྱིན་པ་མ་བཏང་བས་ན་དཔེར་ན་ཉེས་དམིགས་འགྲོ་བསམ་བཏང་ད་ར། གལ་སྲིད་སོ་སོ་ཤི་རེའི་སྐབས་སུ་རྒྱུ་ནོར་སློང་བྱེད་ལྷག་སོང་དེ་འདྲས་ཡོང་སྡད་ཀྱི་ཡོད་རེད་མ་རེད། སྐབས་རེ་སོ་སོ་གི་རྒྱུ་ནོར་སློང་བྱེད་བསགས་བསགས་ཟེར་ན་སོ་སོ་ལ་ཕན་ཡོན་མེད་པ་གཞན་ལ་ཕན་ཡོན་མེད་པ་དེ་འདྲས་ཡོང་སྡད་ཀྱི་འདུག་བ།

དེ་ག་ན་བཞིན་ད་ང་ཚོ་དེ་འདྲའི་བསམ་བཏང་རེད་བ་ད་བྱིན་པ་བཏང་ཡོད་པ་བསམ་བཏང་བས་ན་རེད་བ་དཔེར་ན་ང་ཚོ་སངས་རྒྱས་ཀྱི་ཕར་ཕྱིན་དྲུག་དེ་གསུང་གི་རེད་བ་ནམ་རྒྱུན་བྱིན་པ་ཚུལ་ཁྲིམས་བཟོད་པ་བརྩོན་འགྲུས་བསམ་གཏན་ཤེས་རབ་ཟེར་ན་ང་ཚོ་ཆོས་དེ་ལས་ཉམས་ལེན་བྱེད་ཀྱི་རེད་བ་ཡིན་ན་བྱིན་པ་དེ་ཇི་བཏང་བ་ཡིན་ན་ཆད་ན་འདི་ན་འཛོམས་དེ་རང་བཟང་ཁྱེད་རྣམ་པ་སོགས་ཀྱི་ལས་ཀ་ཆུང་ཆུང་བྱས་པ་དེ་ཕན་ཡོན་ཆེན་པོ་ཡོད་རེད་བྱིན་པ་ཞིག་བཏང་ན་ཚུལ་ཁྲིམས་ཡོད་རེད་བཟོད་པ་ཡོད་རེད་བརྩོན་འགྲུས་ཡོད་རེད་བསམ་གཏན་ཡོད་རེད་ཤེས་རབ་ཡོད་རེད་ག་འདྲ་ཞིག་ཡོད་རེད་ལབ་བ་ཡིན་ན་བྱིན་པ་ཞིག་བཏང་བས་ནས་ཀོ་ཟེར་སོ་སོས་བཏང་ངེས་ཡིན་བསམ་པ་ཡོད་རེད་བ་མ་རེད། འོ་འདི་ལ་ག་ལ་སྦྱིན་པ་ལ་རེད་སྦྱིན་པ་འདུག་ཨ། ཏྭ་ཡའི་སྐབས་སུ་སོ་སོའི་སེམས་བཟང་པོ་ཞིག་གཏང་གི་རེད་མ་གཏོགས་སེམས་ངན་པ་ཞིག་གཏང་གི་མ་རེད་བ། སེམས་བཟང་པོ་བྱང་ཆུབ་ཀྱི་སེམས་ངའི་ཕ་མ་རེད་ཁོ་ལ་ཕན་ན་ཨེ་དྲག་གཏང་གི་འདུག་ཨ་འདི་ལ་ཚུལ་ཁྲིམས་ལ་རེད་བ་ཚུལ་ཁྲིམས་ཡང་ཆགས་ཀྱི་ཡོད་རེད་ཚུལ་ཁྲིམས་ཀྱི་དགེ་བ་ཡང་ཆགས་ཀྱི་ཡོད་རེད་ད། ཚུལ་ཁྲིམས་ལ་དེ་འཇིག་མི་འཇིག་ང་ཚོ་ཆོས་དགོན་པ་གཅིག་པོ་མ་རེད་ཁྱེད་རྣམ་པ་ཚོ་ལ་ཚུལ་ཁྲིམས་ཆགས་ཡོད་རེད་བ། དེ་ག་ནང་བཞིན་ད།

ད་རྒྱལ་བ་དང་མི་རྒྱལ་བ་གཉིས་གཅིག་ཆར་དུ་སྦྲེལ་ནས་སླེབས་པ་ཡིན་ས་ལེ་དཀར་ནག་འདྲེས་མ་ལ་དགེ་ལེ་དཀར་ནག་འདྲེས་མ་མཁྱེན་བཟུང་བ་ལེ་དཀར་ནག་འདྲེས་མ་ཡིན་ན་རྣམ་སྨིན་དེ་ཡང་འདྲེས་མ་ཡོང་གི་རེད་མ་གཏོགས་རྣམ་སྨིན་ཕུན་སོགས་ཡོང་གི་མ་རེད་ད་རེད་བ་དཔེར་ན་སོ་སོའི་རྒྱལ་བ་སྐྱང་སྐྱང་ས་ལྟ་བ་ཡིན་ན་རྒྱུ་ཡི་ཀུན་སྣང་ཡོད་ན་ལེ་གི་རྣམ་སྨིན་འབྲས་བུ་ཡང་དཀར་པོ་དཀར་རྐྱང་ཡོང་གི་རེད་དཔེར་ན་ང་ཚོ་མི་ཡི་སྐྱེ་བ་སླེབས་ན་མི་ཡི་དཔེར་ན་རེད་བ་མི་ཁ་ཤས་ང་ཚོ་ས་ནས་མི་དེ་མི་ཡིན་པ་འདྲ་འདྲ་རེད་བ་རེད་ཡིན་ན་ཁ་ས་ཁྱིམ་ཁ་ཤས་ཁྱིམ་ཚང་ལ་རྐང་ལག་མང་པོ་ཡོད་རེད་ཁ་ཤས་ཁྱིམ་ཚང་རྐང་ལག་ཆུང་ཆུང་ཡོད་རེད་ཁ་ཤས་དཔེར་ན་ཚད་རིང་པོ་ཡོད་རེད་ཁ་ཤས་ཚད་ཐུང་ཐུང་ཡོད་རེད། ཁ་ཤས་རླུང་རྟ་ཡག་པོ་རྒྱུག་གི་ཡོད་རེད་ཁ་ཤས་རྒྱུག་གི་ཡོད་མ་རེད་ཁ་ཤས་ད་དབང་ཐང་ཆེན་པོ་ཡོད་རེད་ཁ་ཤས་ཡོད་མ་རེད་འདུག་ཨ་ད་འདི་ག་རེད་ཟེར་ན་ལས་དཀར་ནག་འདྲེས་མ་ལ་ཐུག་བསྡད་ཡོད་རེད་དེ་ཚོ་ཨང་མི་ལུས་ལེན་པ་འདྲ་འདྲ་རེད་རྒྱལ་བ་ཡི་སྒོ་ནས་མི་ལུས་ལེན་རེད་ཡིན་ན་ཡང་ཚེ་རིང་པོ་མེད་པ་དེ་ག་རེད་ད་ཡིད་ཞུ་བ་ན་ཞིག་ལས་དཀར་པོ་དང་མཉམ་དུ་ལས་མི་དགེ་བ་འདྲེས་སོང་ན་བལྟས་བལྟས་བར་ཆད་དེ་ཚོ་ཡོང་སྡོད་ཀྱི་རེད་དེ་ལ་ལས་དཀར་ནག་འདྲེས་མ་ལབ་ཡོད་རེད་དཔེར་ན་ང་ཚོ་བསམ་གནང་དང་རོགས་མི་གཅིག་ལ་ངས་བྱིན་པ་བཏང་གི་ཡིན་བསམ་སྟེ་ཕ་ཤོག་གི་ལྕགས་ལ་དེ་བསྐུར་ནས་བྱིན་པ་བཏང་འགྲིག་གི་རེད་བས་ཟེར་ན་འགྲིག་གི་རེད་ཡིན་ན་ཡང་བྱིན་པ་ཡག་པོ་ཆགས་ཀྱི་མ་རེད། མི་གཞན་དག་གི་ཆ་ལ་རྐུ་མ་རྒྱག་ནས་མི་གཞན་དག་བྱིས་པ་བཏང་བས་ན་ལས་དཀར་ནག་འདྲེས་མ་ཡོད་དེ་ལྷག་བཟང་དཀར་པོ་ཡོད་རེད་ནག་པོ་ཡོད་རེད་དེ་བཟང་བྱིས་པ་བཏང་བའི་ཕན་ཡོན་དེ་ལོངས་སྤྱོད་འདྲ་བོ་བྱུང་གི་ཡོད་ན་ཡང། ཡང་དཀར་མི་གཞན་དག་ཆ་ལ་རྐུ་བའི་ཉེས་དམིགས་ཤིག་ཡོད་དེ་བ་རང་འདི་མཉམ་དུ་མཉམ་དུ་ཡོང་དེ་གི་རེད་མ་གཏོགས་ག་དུས་ཡིན་ན་ཁ་སེ་ན་འདི་བྱིས་པ་བཏང་བ་ཕན་ཡོན་གཅིག་པོ་ཡོང་དེ་ཡོད་མ་རེད་བ་དེ་ཡིན་ཙང་ང་ཚོ་མི་ལ་དྲང་མེད་ལ་ཡོང་དགོས་ཡོད་ཚེ་ག་ལ་ལས་འབྲས་ལ་ཐུག་སོང་རེད། ད་གཅིག་དེ་ང་རང་བསམ་ལ་ཉིན་གཅིག་མི་ག་རེ་ཉེས་དགོས་ཟེར་ན་ང་ཚོ་ཆ་ཚང་ག་ལས་ཀྱི་བྱས་པ་རེད་ལས་ཁོ་ཚོ་ཕ་མ་ཡང་ལས་ཀྱི་བྱས་པ་རེད།

ཡིན་ན་ལས་རྒྱུ་དུ་བླུགས་མི་སྲིད་ལ། དེ་ནས་བཟུང་མེ་ལས་བར་ཚ་བར་འགྱུར་ཡང་སྲིད་མེ་ལས་གྲང་བར་འགྱུར་ཡང་སྲིད། རླུང་ལས་ཞགས་པས་ཟིན་ཡང་སྲིད་ཉི་ཟླ་ས་ལ་ལྷུང་ཡང་སྲིད་ལས་ཀྱི་འབྲས་བུ་བླུགས་མི་སྲིད་ཟེར་སངས་རྒྱས་ཀྱི་མདོ་དྲན་པ་ཉེ་བར་བཞག་ན་མདོ་རྣམས་བསྲུང་བྱ་ཡང་རེད་བྱས་ཙང་དེ་ཡིན་ཟེར་ང་ཚོ་བྱས་ཙང་སོ་སོ་སོ་གི་ལས་དེ་སོ་སོ་གིས་འཁྱེར་རྒྱུ་རེད་མ་གཏོགས་ཁང་པ་ལ་མི་འགྲོ་བར་སོ་སོ་ཡོད་ཅིག་ཅག་ལ་ལ་རྒྱུག་ལས་དོན་མིན་ཡོད་མ་རྟག་སོ་སོ་ཡི་ཕུང་པོ་གཟུགས་པོ་དེ་ད་ག་རང་ལས་དོན་མིན་འགྲོ་གི་རེད་སྐྱེ་བ་འདི་ལ་མ་མིན་ན་སྐྱེ་བ་ཕྱི་མ་ལ་མིན་འགྲོ་ཕྱི་མ་ལ་མ་ན་ཕྱི་མའི་ཕྱི་མ་ལ་མིན་འགྲོ་གི་རེད་ལས་འབྲས་ལས་དེ་ག་འདྲ་ཅིག་མྱོང་དགོས་པར

གུ་ཆོ་ཐལ་ཡོག་མ་རེད་ལ། སེང་ལྡེང་གི་ཚར་པ་དེ་མོང་གོལ་པོའི་རྫུ་འཕྲུལ་བསྟན་ནས་ག་ཚོད་ཞིག་རོ། རིའི་རྒྱབ་རི་ར་གུ་ཆོ་བསྟན་ན་ཡང་སེང་ལྡེང་གི་ཚར་པ་དེ་གུ་ཆོ་ཐལ་ཐུབ་ཡོག་མ་རེད། ད་དེ་མ་བྱུང་བསམ་ནས་སངས་རྒྱས་ཡིན་ཨོ་སངས་རྒྱས་ཡང་སངས་རྒྱས་ཁོ་རང་རྫུ་འཕྲུལ་བསྟན་ནས་ག་རེ། བྱ་བྱིན་རིགས་བཞི། སུམ་ཅུ་རྩ་གསུམ། ཐབས་དགྲལ་དགའ་ལྡན་ཞི་འགྲོ་དབང་བྱེད་དགྲ་འཕྲུལ་དགའ་ཟེར་འདི་ནས་འདོད་ལ་རིགས་དྲུག་ལག་གི་རོ་བ་དེ་འདྲི་ལ་སངས་རྒྱས་ཁོ་རང་རྫུ་འཕྲུལ་བསྟན་ནས་ཕ་ཕེབས་སོང་རེད་ད་ཡིན་ན་ཡང་སེང་ལྡེང་གི་ཚར་པ་དེ་སངས་རྒྱས་ག་བ་ཕེབས་ན་དེ་ག་ལ་སླེབས་ཐུབ་པ་བ་ད།

སངས་རྒྱས་ཀྱི་ལས་ཀྱི་ལྷག་མ་རེད། ལས་འབྲས་རེད། ང་རང་གི་སྐྱེ་བ་སྔ་མ་སྔ་མ་ལ་ང་ཡི་ལས་ཀྱི་ལྷག་མ་ཅུང་ཟད་ཞིག་ཡོད་རེད། འདི་ཡི་ལས་ཀྱི་རྣམ་སྨིན་དེ་ད་ལྟ་སྨིན་སོང་རེད། སངས་རྒྱས་འདི་སོང་རེད། འོ་ན་ལས་ཀྱི་ལྷག་མ་ག་རེ་རེད། ཀུན་དགའ་བོའི་བཀའ་འདྲི་ཞུ་བའི་སྐོར་སུ། སྙེ་མ་རྒྱ་མཚོ་ལ་འགྲོ་གི་རུ་བ་དང་སྙེ་མ་ཡིན་ན་མི་ཚོང་རྒྱ་མཚོ་ལ་འགྲོ་གི་འདུག་བ། འོ་འདི་སྐོར་སུ་རྒྱ་མཚོ་ལ་འགྲོ་བའི་གནས་སྐོར་སུ་ཨ་ནི། མི་ཚོང་པ་ཞེས་བཀའ་སྩལ་ན་གཡོ་སྒྱུ་ཆེན་པོ་ཞིག་ཡོད་རེད། འདི་སྐབས་སུ་སངས་རྒྱས་ཀྱི་ནི་གདུང་རྒྱབ་ནས་སངས་རྒྱས་ཁོ་རང་དང་སྐུ་མདོག་སྔ་མ་སྔ་མ་ལག་གཡོག་ར་སྐྱ་བ་སྔ་མ་སྔ་མ་ཡིན་རུང་སངས་རྒྱས་སྐྱ་བ་སྔ་མ་སྔ་མ་ལ་འདི་ལྟ་བུ་ཚོང་པ་དེ་ལ་ནི་སངས་རྒྱས་ཀྱི་གདུང་རྒྱབ་ནས་ཚོང་པ་གཡོ་སྒྱུ་ཅན་དེ་ད་བསད་བཞག་པ་འདྲ་རེད་དོ། སྲོག་གཅོད་པའི་ཉེས་པ་འདྲ་བོ་རེད་དོ། དེའི་སྲོག་གཅོད་པའི་ཉེས་པ་དེ་ད་ལྟ་ལས་ཀྱི་ལྷག་མ་གཏད་སོ་ཡོད་བལྟས་པ་རེད། སངས་རྒྱས་ཀྱི་ཞབས་ཀྱི་གཡས་པ་དེ་ལ་ཁ་རེ་སེང་ལྡེང་གི་ཚགས་པ་དེ་ཟུག་རེད། སངས་རྒྱས་ཁོ་རང་གཉིས་ཀ་རེ་ལས་སྒྱུ་འདྲེ་ལས་སངས་རྒྱས་ཡིན་ན་ཐ་ས་མེད།

གོམ་པ་དེ་ཚོ་ལ་གོམ་པ་ལ་ཁྱིམ་པ་དེ་ཚོར་བ་ཆུ་ཆར་བྱེད་འགྲོའི་སྐབས་སུ། ཀུན་སློང་གཉིས་ཡོང་གི་རེད་ཀུན་སློང་གཉིས་ཟབ་མོ་སྟངས་མ་གཉིས་ཡོང་གི་རེད་ཟེར་བ། ཟབ་མོ་སྟངས་མ་གཉིས་ག་རེ་ཡོད་རེད་ཟེར་ན་ཁ་ཤས་བསམ་བློ་ག་རེ་ཡོད་ཟེར་ན་ང་གོམ་པ་ལ་འགྲོ་ནས་བླ་མ་ཡག་པོ་མཇལ་ས་རེད། མ་རེད་བླ་མ་ཡག་པོ་ཞུས་ནས་དེ་ང་ཆོས་ཞུ་བྱ་རག་ས་རེད། ང་གོམ་པ་ལ་འགྲོ་བ་ཡིན་ན་ག་རེ་ད་དེ་རིང་ཚོགས་པ་ཚོགས་ན་འདི་ལ་ང་གོམ་ཉམས་ལེན་བྱེད་སོ་མ་ནས་དྲན་ཡོད་རོགས་དེ་ནས་གོ་སྐབས་རག་ས་རེད།

སངས་རྒྱས་ལ་དད་པ་ཆོས་ལ་དད་པ་ལ་གོམས་པ་ལ་དད་པ་ཁྱེད་ནི་རོ་གོམས་པ་ལ་སྒྲོ་ནི་སོ་སོ་ཡི་ག་རེ་སྡིག་པ་བྱང་ས་དོག་ཡིན་བསམ་པའི་སྒོ་ནས་དད་པ་དད་པ་དང་རོ་མོས་པ་དང་སོ་སོའི་གི་སེམས་ན་ལ་དགའ་བ་ལགས་པར་རོ་དེ་འདྲའི་ཁྱེད་ནི་སེམས་གཙང་མ་འདྲ་ཁྱེད་ནི་གོམས་པ་ལ་གནས་བྱར་འགྲོ་དགོ་རེད་དང་པོ་ཀུན་སློང་ཁྱེད་དང་འདི་རེད་གོམས་པ་ལ་འགྲོ་ཡི་དགོ་སོ་ཀུན་སློང་མཁན་སོ་ཨ་དེ་གྱིས་འགྲོ་དགོ་རེད།

ད་ང་ཚོ་ཡང་རྒྱུ་ནོར་ལ་དགའ་གི་མིན་དང་ནི་སངས་རྒྱས་སྐུ་དེ་གསེར་གྱི་རེད་འདུག་དངུལ་གྱི་རེད་འདུག་ཟངས་ཀྱི་རེད་འདུག་ཡང་བསམ་བློ་དུག་ཆ་བཏང་འགྲོ་གི་འདུག་འདི་བསམ་བཏང་ཡོད་མ་རེད་རོ། སངས་རྒྱས་ལ་མཚན་བཟང་པོ་སུམ་སོ་གཉིས། དབུ་ལ་ཚུགས་དང་ཞབས་ལ་འཁོར་ལོ་དེ་འདྲས་ཀྱི་མཚན་བཟང་པོ་སུམ་སོ་གཉིས་རྒྱན་ལྡན་པ་ཚོ་འདི་ལ་སོ་སོའི་སེམས་གཏིང་ནས། མ་འོངས་པ་ལ་སོ་སོ་ཡིན་ན་ལས་ལས་གཉེན་པོ་དག་ནས་སངས་རྒྱས་རྣམ་ཤེས་དེ་འདྲའི་གཟུགས་དེ་ཚོ་ང་ལ་ཐོབ་པར་གྱུར་ཅིག་བསམ་ལ་ནི་བསྔོ་སྨོན་ལམ་བརྒྱབ། དེ་འདྲས་ཤིག་ནས་སངས་རྒྱས་སྐུ་དེ་ཚོ་སྦྱར་དགོས་རེད་དེ་ལ་ཕྱག་མཆོད་པ་བྱེད་དགོས་རེད་དེ་འདྲས་གསུངས་བཞག་ཡ་རེད་མཁྱེན་སོང་ཨ། སངས་རྒྱས་སྐུ་དེ་སྦྱར་དགོས་དེ་འདྲས་བསམ་བཏང་དགོས་རེད་ད།

སྟོང་པ་དམ་ཚིག་ཡག་པོ་གསུངས་འདུག་ངས་འདི་འདྲ་གི་གྱོད་དོན་དགེ་སློང་དུ་ཡོད་བསྡད་པར་ཁོ་ཚོའི་ཡོན་ཏན་ཚོ་འདི་འདྲའི་བསམ་སྟངས་ནས་ང་ཡང་འདི་འདྲའི་བྱུང་ན་བསམ་བློ་བཏང་དགོས་རེད་མཁྱེན་སོང་ཨ་དེ་བསམ་བཏང་དགོས་རེད། དེ་ག་ནང་བཞིན་ཁ་ཤས་དག་དཔེར་ན་བྱང་ཆུབ་སེམས་ལ་ཨོ་ར་ཀུན་སློང་བཟང་པོ་བྱམས་སེམས་ཅན་དཔལ་མི་སེམས་བཟང་པོ་མི་དྲང་པོ་ཡ་རབས་འདི་འདྲའི་ཡང་ང་ཚོ་ག་ས་ན་དགོན་པ་ནང་ལ་གྱོད་དོན་དུ་འདི་འདྲ་ཡོད་བསྡད་པ་རེད་དེ་ཚང་ཁོ་རྣམ་པ་ནང་བཞིན་ང་ཚོ་ཡང་སོ་སོ་ཡིན་ན་ཚེ་འདི་ལ་མ་བྱུང་ན་སྐྱེ་བ་ཕྱི་ལ་བྱུང་ན་ཅི་མ་རུང་ངས་སྨོན་ལམ་བྱས

ད་ང་ཚོ་འདོད་པ་ཆེན་པོ་རེད་དང་མ་རེད། འདོད་པ་ཆེན་པོ་འདོད་པ་ཆེ་རུ་ཆེ་རུ་ཆེ་རུ་འགྲོ་གི་འདུག་ཨ། རབ་བྱུང་ལ་དེ་འདྲ་ཡོད་མ་རེད། རབ་བྱུང་ཟེར་བ་དེ་འདོད་པ་ཆེན་པོ་བྱས་ཡོང་གི་མ་རེད། དེ་གསུངས་བཞག་རེད། ཁྱིམ་པ་དང་རབ་བྱུང་གི་ཁྱད་པར་འགྲོ་བཤད་བཞག་རེད། དེ་ག་ནང་བཞིན་ཁྱིམ་ན་གནས་པ་ཟེར་བ་དེ་ག་རེད་ཟེར་ན་དཔེར་ན་མིག་ཡོང་པོ་སྣ་ཡོང་པོ་སྣེ་ཡོང་པོ་ལྕེ་ཡོང་པོ་ཟེར་འོང་པོ་ཡོད་རེད་བ་དེ་ཚོ་ལ་དག་པོ་རྒྱག་མ་ཐུབ་པ་ནང་བཞིན་མིག་མཛེས་པོ་མཐོང་ན་དེ་ག་རང་བཞིན་གོ་ལ་ཡོད་རེད་བ་རབ་བྱུང་ཟེར་བ་དེ་གི་ཨོ་དངོས་པོ་དེ་ཡག་པོ་ཡིན་མིན་དང་པོ་བསམ་བློ་བཏང་ཉེས་དམིགས་བསམ་བཏང་ནས་ཨ་ནི། གང་ཐུག་ཐུག་ཞིག་པགས་པགས་ཡ་ཐབས་ཤིག་གཏང་གི་རེད་བ་རེད་བ། དེ་ཡིན་ས་དཔེར་ན་ང་ཚོའི་རབ་བྱུང་གི་སྐྲ་བཞར་གི་འདུག་བ་སྐྲ་ལ་ཆག་པ་མེད་ན་བཞག་གི་ཡོད་རེད་རེད་བ། སྐྲ་ལ་སྐྲ་སྐྲ་ཡག་པོ་བཞར་ན་སྐྲག་པ་ཆག་པ་སྐྱེ་གི་རེད་བ་སངས་རྒྱས་ཀྱི་སྐྲ་བཞག་གོ་གསུངས་རེད་ཆག་པ་སྐྱེ་གི་རེད་ལ་རེད་རེད་བ། དགོས་ཡིན་ན་ང་ཚོའི་སྐྲ་ནི་མཚོན་ལ་དམར་པོ་དང་སེར་པོ་དེ་འདྲས་ཡོད་རེད་མ་ད་གང་དྲན་ནས་གོན་ན་འགྲིག་གི་བ་མ་རེད་སྐྲ་མེད་ན་གོན་ན་ག་རེ་ཆག་པ་སྐྱེ་གི་རེད་སྡིག་པ་བསགས་གི་རེད་སངས་རྒྱས་ཀྱི་བསླབ་བྱ་རེད་དེ་ཡིན་ས་ང་ཚོ་ཆོས་གོས་རྣམ་གསུམ་གོན་བསྡད་གི་འདུག་བ་འོ་དེ་ཡིན་ས་ག་རེ་རབ་བྱུང་ཟེར་བ་དེ་དབང་པོ་ལྔ་ལ་རྒྱལ་བ་ཁྱིམ་པ་ཟེར་དེ་དབང་པོ་ལྔ་ལས་ཕམ་པ་འདྲ་བོ་ཞིག་དེ་ནས་ཡང་སངས་རྒྱས་གསུངས་བཞག་ཡོད་རེད།

དེ་ཡིན་ཙང་ཁྱིམ་ན་གནས་པ་དེ་དོན་ཆུང་བ་རེད་སང་ཉིན་གྱི་དེ་འདྲའི་དོན་རྣམས་དེ་ནས་གསུང་བྱ་ཡ་རེད་དེ་ག་ནང་བཞིན་ཁྱིམ་ན་གནས་པ་དེ་ག་རེ་ཚེ་འདིའི་གི་དོན་དག་སྒྲུབ་ར་མ་གཏོགས་ཚེ་ཕྱི་མའི་ཕྱི་མའི་དོན་དག་སྒྲུབ་པ་འགྲོ་མ་རེད་དགེ་སློང་ཟེར་བ་དེ་ཚེ་ཕྱི་མའི་ཕྱི་མའི་དོན་དག་སྒྲུབ་པ་རེད་དེ་ནས་གསུང་བྱ་ཡ་རེད་བ། དེ་ག་ནང་བཞིན་ད་ཨ་ནི་དཔེར་ན་ང་ཚོ་རབ་ཏུ་བྱུང་བ་ཟེར་བ་དེ་ག་རེ་ཐར་པ་དང་ཐམས་ཅད་མཁྱེན་པའི་ལམ་ལ་ཐག་ཉེ་བོ་ཉེ་བོ་ཆགས་པ་ན་ཞིག་རེད།

རྒྱུ་ནོར་ལོངས་སྤྱོད་ལ་ཆགས་པ་ཆེན་པོ་བྱས་ནས་འདོད་རྔམ་ཆེན་པོ་བྱེད་པ་བྱས་པ་ན་ད་ཡིད་ག་རེ་དུག་སྦྲུལ་མྱུར་དུ་ཁྱབ་པ་དང་དུག་སྦྲུལ་དྲག་པོ་བོ་ཟེར་གཉིས་སྦྲུང་བྱེད་ཤེས་ཡིན་པ་དེ་ན་ཆགས་ཀྱི་རེད། རོ། དེ་ག་ན་བྱས་སོ་སོས་ག་རེ་སོ་སོའི་གི་ལས་འབྲས་ཡག་པོ་སྲུང་དགོས་རེད་ལས་འབྲས་ལས་སངས་རྒྱས་ཡིན་ན་མཐའ་ཡས་མི་འདུག་ཨ་ཞེས་ཞུ་ཞུ་ཡིན་པ་བོ་དེའི་སྐོར་བསླབ་བྱ་གཅིག་གཅིག་ནས་ག་རེ་སྦྱིན་པ་བཏང་དགོས་རེད་ལ་རེད་དཔེར་ན་སྦྱིན་པའི་སྐོར་ཡང་དཔེར་ན་སོ་སོའི་གི་རྒྱུ་ནོར་ལོངས་སྤྱོད་ཁང་པ་ན་བཞག་བྱས་འགྲོ་དགོས་དང་སོ་སོའི་གི་མི་ལ་སྦྱིན་པ་བཏང་བ་ཡིན་ན་དཀའ་ངལ་ཆེ་ཆུང་ཡང་ཁྱད་པར་ཡོད་རེད་ལ་རེད།

བྱང་ཆུབ་སེམས་དཔའ་སྤྱོད་པ་རྣམ་པར་དག་པ་ཞུ་བའི་ཕྱིར་དང་བྱང་ཆུབ་སེམས་དཔའ་བྱམས་པ་བཟོ་བའི་རྣམ་པ་གཉིས་ལ་ཁྱིམ་བདག་བདག་གིས་ཁྱིམ་བདག་མང་པོ་ཞིག་ཡོད་བ་ཆད་གཏང་ཞིང་རབ་ཏུ་བྱུང་བྱེད་ཤོག་ཟེར་ནས་སངས་རྒྱས་གསུང་དགོས་སོ། ཨ་ནི་བྱང་ཆུབ་སེམས་དཔའ་སྤྱོད་པ་རྣམ་པར་དག་པ་ཡིས་ཁྱིམ་བདག་དུས་སྟོང་ཐམ་པ་རབ་ཏུ་བྱུང་རེ་ལ་ཡོད་དོ། བྱང་ཆུབ་སེམས་དཔའ་བྱམས་པ་བཟོ་བ་དེས་ཁྱིམ་བདག་དགུ་སྟོང་ཐམ་པ་རབ་ཏུ་བྱུང་རེ་ཟེར་ན་སྐབས་དེ་དུས་ཀྱི་ཁྱིམ་བདག་དྲག་ཤུལ་ཤུལ་གཙོ་བོར་བྱས་པ་ཁྱིམ་བདག་མང་པོ་ཞིག་རབ་ཏུ་བྱུང་བ་ཆགས་ལ་དེའི་སྐབས་སུ་ལོ་རྒྱུས་ལ་རོལ་བ་དེ་འདྲའི་ཞིག་ཆགས་ནས་ཨ་ནི་དེའི་སྐབས་སུ་སངས་རྒྱས་ཀྱིས་ཁྱིམ་གྱི་བསླབ་བྱ་དེ་འདྲ་དེ་ནས་གསུང་ཡང་དགོས་སོ། ཁྱིམ་བདག་མང་པོ་ཞིག་ལ་བྱང་ཆུབ་ཀྱི་སེམས་སྐྱེས་ལ་བྱང་ཆུབ་ཀྱི་སེམས་དེ་ནས་ངོ་སོ་ནས་སེམས་བཟང་པོ་བྱེད་ཀྱིན་ད་སངས་རྒྱས་ཀྱི་བསླབ་བྱ་དེ་ཚོ་རྒྱུད་ལ་སྐྱེས་ནས་བྱང་ཆུབ་སེམས་ཐུགས་ལ་བྱུང་བ་འདི་ནས་བྱུང་རེད་ཟེར་ནས་ཁྱིམ་བདག་དྲག་ཤུལ་ཅན་གྱི་རྡོ་རྣམས་ལ་འདི་འདྲས་ཞེས་མདའ་གསུངས་བཞག་ཡོད་རེད་ད་ངས་འདུག་ཟེར་ནས་མཚམས་བཞག་པ་འདྲ་བོ་ཡིན་རེད་བ་དེ་རིང་ཆོས་ཐུན་ནི་འདི་འདྲའི་འདྲ་བོ་ཡིན་ད་ཁྱེད་རང་ཚོ་ལ་རྒྱལ་བོའི་བསྐུལ་མ་འདྲ་བོ་བྱུང་བའི་རེ་བ་ཡོད་ཁྱེད་རྣམ་པ་སུ་ཡིན་ན་ཆ་ཚང་གིས་ག་རེ་སོ་སོ་ལ་ཚེ་འདི་ལ་ཆོས་ཀྱི་བག་ཆགས་ཅུང་ཟད་ཅུང་ཟད་བཞག་ན་ཡང་སོ་སོའི་བའི་ལས། ལས་ལ་དེ་བཀག་པ་མང་པོ་ས་ཞིག་ལས་འདྲ་མི་འདྲ་ཡོད་རེད་བ་དེ་ཆུང་འགྲོ་ཆུང་འགྲོ་ན་སྐྱེ་བ་འདི་ལ་མ་ཕན་ན་སྐྱེ་བ་ཕྱི་མ་ལ་བརྟེན་འབྲེལ་ཕན་གྱི་རེད་བསམ་ནས་བསམ་བློ་བཏང་རོགས་གནང་ཞུ་ཡིན་ཨ་ནི་ཐ་མ་ལ་ང་རང་ཆོས་ཚང་གི་ཆོས་འཆད་ཉན་བྱེད་པའི་དགེ་བའི་རྩ་བ་ཞིག་ཡོད་བསྡད་པ་རེད་དེ་ཡི་དྭགས་མ་རྒྱུད་ནང་པ་སེམས་ཅན་ཐམས་ཅད་ཀྱི་ཞོར་དུ་བསྔོ་བ་ཞིག་རྒྱག་ཡ་ཡིན། རྣམ་རྒྱལ་མཐའ་དུ་གྱུར་པ་ཇི་བསམ་པར་སེམས་ཅན་མ་ལུས་མཐའ་ཡང་བདེ་ཞིང་བདེ་ཇི་བསམ་ལས་དང་ཉོན་མོངས་མཐའ་གྱུར་པ་བདག་གིས་སྨོན་ལམ་མཐའ་ཡང་བདེ་བསམ་མོ་སྨོན་ལམ་རྒྱལ་པོ་དེ་དག་ཕྱོགས་བརྒྱུད་སུ་མཐའ་ཡས་འགྲོ་བ་ཀུན་ལ་ཕན་བྱེད་ཅིང་སྐུ་མདོག་བཟང་པོ་བརྒྱན་པའི་ཤུལ་འགྲོ་འདི་ངན་སོང་གནས་རྣམས་མ་ལུས་སྟོངས་པར་ཤོག་བསོད་ནམས་འདི་ཐམས་ཅད་གཟིགས། ཐོབ་ནས་ཉེས་པའི་དགྲ་རྣམས་ཕམ་བྱས་ནས་སྐྱེ་རྒ་ན་འཆིའི་རྦ་རླབས་འཁྲུགས་པ་ཡི་སྲིད་པའི་སྲོལ་ལོའི་འགྲོ་ཀུན་མྱུར་འགྲོ་ཤོག། ཐུགས་ཆེ།